ཨོ་སོ་ཨོ་ད་དེ་རེད། ད་རྒྱུ་མ་ཁྱེད་ཀྱིས་བསླུ་ཟེར་ཡས་ཀྱི་ད་རྒྱུ་མ་གི་བསླུ་སྟངས་དེ། ཨེ་ནས་ངའི་ཁ་ཙམ་ཅིག་ད་ཅིག་སོ་དེ་ལྟ་ན་དེ། ཨེ་ནས་དེ་ཞུ་དགོས་ད་དེ་ད་དུ་ཞུས་ཤ་ན་ཡག་ཤོས་རེད། རྒྱུ་མ་ཁྱེད་ཀྱིས་དཔེ་དེ། ད་ད་ད། ཨ་ཙོ་ཇོ་བོ་ཅིག་པ་ནི་ཨ་དེ་ཤག་གིས། ད་བཀའ་གདམས་ཕ་ཆོས་བུ་ཆོས་ཟེར་ཞོར་བ་ཨོ་དེ་ནས་ཀྱི་ད་ལེའུ་བཅོ་ལྔ་པ་དེ་ན་ལ་ཡ། ད་སྣང་སྟོང། སྣང་སྟོང་གྲགས་སྟོང་གི་ངང་ནས། ཨེ་ལེ་བློ་སྦྱོང་ཚུལ་ཟེར་བཞིན་དུ་བ། ཨོ་ལེའུ་ད་ལེའུ་བཅོ་ལྔ་པ་ཨོ་དེ་ན་ལ་ཡ་ད་རྒྱུ་མ་དཔེ་ག་སོ་ཟེར་ན། ད་དཔེ་འདི་བཟུང་སྟེ་ང་ཚོ་ཉན་དགོས་ཏེ་དཔེ་གལ་ཆེན་པོ་རེད་རྒྱུ་མ་གི་ལྷུ་སྒྲིལ་བྱས་ཏེ་ག་འདྲ་བྱེད་དགོས་རེད་ད་དཔེ་འདི་ད། ལུ་རྒྱུ། སྦྲུམ། བ། རྒྱུ་མ་སྐད་བྱས་ཏེ་ང་ཚོ་ད་སྦྲུམ་སྙན་པོ་ཞུགས་ཆོད་ཡོད་རེད། ཨེ་ཟ་ངེ་ད་ཅི་ད་འགྱེལ་བོ་ཞུགས་འདུག་ད་ཁོ་ཞུགས་དགོས་ཅི་ད་ཕལ་ཆེར་གཉིས་སུ་ད་ངེ་ད་འདི་འདྲ་མི་གོ་ད་ཁོ། སྦྲུམ་དགོས་དུས་དེ་སྙིང་དུས་དེ་བཤད་ཤ་བ་ཡིན་ན་ཨ་ནི་ཡང་ཁོ་འགྲོ་རེད། རྒྱུ་མ་མཁས། སྤྲུལ་དེ་ངེད་ཀྱི་མཁས་པ་འདིས་ཁོ་རང་གི་མཚན་ལ་མདའ་བཟང་ཞུགས་འདུག་མདའ་བཟང། བ། ཨ་ནི་རྒྱུ་མ་སྟོན་ས་དེ་ཁོ་རང་གི་གྲོགས་པོ། ཁྱིམ་ཐབ་དཔལ་ལེ་སིང་གི་དེ་རེད་ཤག། ད་ཁྱིམ་ཐབ་པད་དེ་ཁོ་རང་ལ་བཟའ་མི་གསུམ། ཁྱིམ་ཐབ་པད་དེ་ལ་ཁོ་རང་བྱས་ཨེ་ཁོ་རང་གི་བཟའ་ཟླ་གཅིག་བྱས་ཨེ་འདས་ཀྱི་སྤོ་བོ་གཅིག་བྱས་ནས་བཟའ་མི་གསུམ་ཡོད་པ་བྱས། དེ་ད་བཟའ་མི་གསུམ་པོ་དེའི་འཚོ་བ་དེ་ག་རེ་སྐྱེལ་ཡོད་དུ་ལབ་པ་ཡིན་ན་ཨེ་ལེ་འདས་ཀྱི་ཁྱིམ་ཐབ་པད་དེ་གི

རྟ་ལ་དགའ་བོ་ཅིག་ཡ། ད་ཁྱོད་ད་དཔེ་དེ་དབེན་ན་དྲན་ནས་རྟ་ལ་དགའ་བོ་ཅིག་རེ་བྱ་བསམ་དྲན་རེ། ད་རྒྱུ་མ་སྐྱེས་མཁན་པོ་གིས་ཟླ་བ་བཟང་པོ་གིས་ད་རྟ་བཟང་དེ་གི་ཁ་ཕྱེ་ལ་ན། རྟ། རྟ་ལ་སྤྲུལ་ཅིག། ཨེ་བཟང། ཨེ་རྟ་ལ་སྤྲུལ། ད་ད་ཁྱིམ་ད་དཔེ་གིས་འདི་གི་ཨེ་ནི་རྩ་བ་འགྲོ། ཨེ་ནི་ཁྱིམ་ད་དཔེ་ལ་ཡང་ད་རྟ་དེ་ཉོ་གི་ཡིན་པས་སྐད་ཆ་དྲིས་ཏོ།

ཨེ་མི་ཚང་གཅིག་དྲུག་ཨོ་ས་ད་ཀུན་ནས་བྱས་ཨེ་མི། མི་ཚང་དེ་གི་མགོ་བཏུང་འདུག་ཨ། མགོ་བཏུང་བའི་སྐབས་ལ་ཨ་མ་རྒན་གོག་ཅིག་བ་སླེབས་འདུག་ཨ། ཨ་མ་རྒན་གོག་ཞིག་གི་སྐྱིབས་ཐག་ལ་ཆགས་ཁོ་ཅིག་མི་ཞིག་ལ་མེད་ཨ་མ་རྒན་གོག། ཨ་མ་རྒན་གོག་བ་སླེབས་འདུག་སྐབས་ལ་ད་ཀུན་ཅིག་ལུང་པ་སྟོང་པ་ཁད་གོ་ལེ་དེ་ཨ་མ་ད་ཀུན་ཅིག་མི་ཡིན་ནས་མི་མ་ཡིན་དུ་དུང་རི་ནས་དོག་པ་ཅིག་ཟ་འདུག་ཨ།

ཨེ་ནོ་ལོ་སྐད་གདངས་ཅན་པས་ཁོ་རང་ལ་ཡང་ཁ་ལག་ཞིམ་པོ་ཞིག་དང་ཟ་མ་ཟིག་རོ། ཁ་ལག་ཞིམ་པོ་ཞིག་སྤྱད་དོ། ཁ་ལག་དེ་སྤྲད། ཁ་ལག་དེ་སྤྲད་ཚོད་བྱས་ལ་ཨ་མ་དེ་གི་ཡར་བལྟས་རྗེས་ནས། ད། ཁྱོད་རང་དེ་ག་རེ་བལྟས་སོང་ཟེར། དེ་ལུང་པ་ལུང་སྟོང་རེད་རེད། ལུང་པ་དེ་མིན་ག་ཟེར། དེ་གླིང་ཕྲན་དར་མས་བྱེད་ངེས་དེ་རེད་ཟེར།

ད་ང་ལ་བའི་སྤུ་གུ་གསུམ་ཡོད། ངས་བུ་མོ་དང་མཉམ་དུ་ཁྱོད་ལ་ཆང་ས་རྒྱག་འོས། ཨེ་ངས་ནང་གི་བདག་པོ་དེ་ཁྱོད་ལ་བྱས་ཟེར་ལབ་དོ། ད་དེ་ལྟར་ན་ག་ལ། ད་ཐབས་ཤིག་མི་འདུག་ད་དེ་བྱས་མི་བྱས་མི་ཟེར་དེ་ག་རེ་ཁེ་ལས་དེ་བྱས། ཨེ་ནི་དེ་བྱས། ཨེ་དེ་བྱས་པས་ག་ལ་ཨེ་ནི་བྱས་བྱས་ག་ལ་བུ་མོ་དེ་དང་མཉམ་དུ་བྱས། ཨེ་ཆང་ས་རྒྱག་ནས། ཨེ་ནི། འདི་འདུག། ཆང་ས་རེ་བརྒྱབ། ཨེ་འདི་ཡོད་མཁན་ལ་ཨེ་ནི་ཁོང་རང་ལ་ཡིན་ཨ། ཨེ་ནི་འདི་ནི་ཆང་ས་བརྒྱབ་བྱེད་མཁན་ལ་ཨེ་ནི་ཁོང་རང་ལ་ཡིན་སྤུ་གུ་གསུམ་བྱུང། ཨུབ། སྤུ་གུ་གསུམ་བྱུང་ནས་ད། བུ་གཉིས་དང་བུ་མོ་གཅིག་བྱུང། ཨོ་དེ་འདྲས་བྱས་ནས་ཨེ་ནི། ཨ་མ་འདི་ཤིང་རོ་ས་ལ་འགྲོ། ད། ཁོང་རང་དང་ཨེ་ནི་ཁྱིམ་ཚང་དཔལ་དེ་དང་དེ་གིས་ད་སྤུ་གུ་གསུམ་འདི་ཕྱུགས་ཀ་ལ་རྩེད་མོ་རྩེ་ག་འགྲོ།

ཁྱོད་ར་སྒོར་མོ་མ་སྤྲོད་ཡོད་ཚེ། ཨེ་ནས་ལོ་མང་པོར་སྤྲོད་ཡོད་ཀྱི་བསམ་བློ་བཏང་བ་མ་རེད། ཁྱོད་ར་དེ་བས་མ་འགྲིག་གི་ཁྱོད་ར་ལས་ལུས་འབྲེལ་སྐོར་ར་བྱུང་ཡོད་པ་ལུས་འབྲེལ་མ་བྱུང་སྤུ་གུ་གང་བ་ཡོང་གི་རེད། དེ་ནས་ཁུ་བ་གང་མ་བྲིས་བའི་བུ་མོ་དེ་ལུས་འབྲེལ་སྐོར་ར་བྱུང་ཡོད་པ་དེ་ཐམས་ཅད་ཨེ་ནས་རྒྱུ་མ་གིས་བཀྲུས་པར་རྒྱུ་མ་གིས་བླུས་ཟེར་ནས་དེ་རི་རེད་ད་ཟེར་དཔེ་དེ་བཤད་རེད་བྱས་ད་རྒྱུ་མ་གིས་ཨེ་ཨ་ད་ཁོ་ན་དྲན་ན་རེད་འདུག་བསམ་པ་ཟེར་ནས་བདག་གིས་ཟ་ཚར་དེ་ན་ད་ཨ། རྒྱུ་མ་གིས་བླུས་ཟེར་ཏེ་དེ་འདྲས་རེད་འདུག་བསམ་པ་བཞི་ནས་ད། རྒྱུ་མ་གིས་བླུས་ལ་ཡོད་དེ་བླུས་བླུས་བཞི་ནས་བཤད་པ་འོ་དེ་འདྲས་ཟེར་བ་ད་རྒྱུ་མ་གྱིས་གིས་དཔེ་བྱས་ཏེ་ད།

རྗེས་སུ་ཁོང་ང་ཚོར་ཨིན་ད་ན་དེ། ད་ལྟ་བའི་སྒོམ་སྟངས་འདྲ་བོ་དེ་དེ་འདྲས་རེད་རྒྱུ་མ་སྐྱེས་ཀྱི་ལུས་འདི་བྱེད་སྟངས་དེ་དེ་འདྲས་རེད། ཨོ་དེ་འདྲས་བྱེད་ན་ཆོས་ཐམས་ཅད་དགག་བྱ་གང་ཤེས་ཀྱི་སྤྲོས་པ་སྣང་ཚུལ་དེ་ཙམ་ཞིག་མེད་བསམ་པའི་བསམ་པ་དེ་ང་དེ་འདྲས་ཅིག་སྒོམ་རྒྱུ་བྱས་སྒོམ་རྒྱུ་གྱི་ཐ་མ་ཐ་མ་ཚིག་འདི་ད་ལྟ་པན་ཆེན་བློ་བཟང་ཆོས་རྒྱལ་གྱི་ཚིག་དེ་བློ་ལ་ཟིན། ཨེ་ཟ། ཕུང་པོ་ལམ་པའི་ངག་འོག་ཞིག། འདི་ཡི་བསྟན་འགྲོའི་བཀའ་ལྟར་ཞིག་རེ་ཟ། མེད་དགག་འཛིན་དང་ཡུལ་བཅས་ནི། ཚེ་གང་ཟག། བྱིང་རྒོད་བྲལ་བའི་ཚེ་འཛིན་བཞི་ཡིས་ཟེར་དེ་འདྲིས་ཀྱི་བདག་མེད་པའི་དོན་མི་གོམས་བྱས་ཏེ་ཨེ་ནི། ང་རང་ཚོ་ད། དེ་ནི། བོད་ཀྱི་ལྟ་བའི་ཉམས་ལེན་བྱས་ནས་ད་ང་ཚོ་ད། ཀུན་རྫོབ་ཀྱི་ཉམས་ལེན་བྱས། ད་འདི་ཕྱི།